ཁོ་རང་རྣམ་པ་ཚོ་ཧང་སངས་ཡག་པོ་ད་ཡི་འདུག་ཨ་ནི་དམིགས་བསལ་གྱི་དོན་དུ་རྒན་གསོ་ཁང་ལས་ཀ་བྱེད་འགྲོ་དང་གང་ཡིན་ནས་གང་ཅི་གཏོང་རུང་དངོས་གནས་ཧང་སངས་ཡག་པོ་འདུག་ཚང་མ་གི་མཐོང་འདོད་ཡོད་རེད་རེད་བ་ཨ་ནི་ང་རང་སྒེར་གྱི་རང་ཨ་ནི་ཁྱེད་རྣམ་པ་ཚོར་སྙིང་གཏམ་བར་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ནི་ད་ལྟ་ད་ལྟ་དངོས་གནས་ང་ཚོ་བཟོ་གྲ་ལ་ཨ་ནི་བེད་མེད་ཏེན་སྐོར་དང་ཨ་ནི་དེ་ནས་ཏྲེ་བུ་ཏྲེ་ནས་དེ་འདྲས་བཟོ་འདུག་གནང་འདུག་རེད་བ་ཨ་ནི་དཔེ་མ་ཚད་ཨོ་ཁེ་ཨ་ནི་ལགས་སོ་ཨ་ནི་རྣམ་པ་ཚོ་ཚང་མ་ལ་ད་འདི་བིད་འགྲོ་འདི་ཐུགས་མཉེས་བ་རེད་བའི་རེ་བ་ཡོད་ཨ་ནི་ངེད་ཀྱི་རྣམ་པ་ཚོ་ལ།

དབུ་འབྱེད་གཉིས་ཀྱི་ཐོག་ལ་དབུ་འབྱེད་ཕེབས་པའི་དགེ་རྒན་གྱི་དམིགས་བསལ་སྐུ་མགྲོན་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་མཆོག་དང་ཨ་ནེ་ས་གནས་འགོ་འཛིན་མཆོག། བྱེ་འགུལ་བྱང་ཆུབ་ཆོས་གླིང་གི་དགོན་པའི་སྐུ་ཚབ། རྒྱ་མཚོ་ཚོགས་ཆུང་གི་ཚོགས་གཙོ། ས་གནས་འགོ་འཛིན་ཟུར་པ་ཀོང་བོ་ལེགས་བྱས་ལགས། ཉི་ལོག་རྒྱལ་རྗེ་མཆོག། མཉམ་འབྲེལ་ཨམ་ས་གནས་གཞོན་ནུས་ཀྱི་ཚོགས་གཙོ་མཆོག། སྤྱི་མི་གྱ་དཔོན་རྣམ་པ།

ཨ་ནི Pipe དང་རང་ཨ་ནི Transportation བཅའ་ལག་ཡ་མ་བརྒྱ་འདུག་ག་ལ་སྒོར་མོ་གཅིག་སྟོང་སུམ་བརྒྱ། སྟོན་སྒོམ་བྱེད་ཀྱི་སྐུ་ཡི་སྲོག་སར་ཁྱེར་ཏེ་དགོས་རེད། དེ་ཉིན་མོ་དེ་ལ་ང་ཚོས་རྟེན་འབྲེལ་ཡག་པོ་གཅིག་ལ། ཆར་བ་སིབ་སིབ་རྒྱག་པ་གཅིག་ལ་གནས་དེ་ལ་བར་ཆད་ཁྱོན་ནས་བྱུང་མ་སོང། དེ་རྟེན་འབྲེལ་ཡག་པོ་གཅིག་བརྩི་གི་ཡོད། ཁོང་ཁྲོ་ཡོད་ད་དེ་རིང་ང་ཚོས་དེ་དེའི

Badminton Court དང Table Tennis གྱི་རིང་དབུ་འབྱེད་མཛད་སྒོ་ལ་ཕེབས་པའི་གཞིས་ཨ་ནི་ས་གནས་འགོ་འཛིན་མཆོག་དང་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ། ཨ་ནི་བུད་པའི་སྐུ་ཚབ། ཨ་ནི་རག་སྡེ་ཚོགས་ཆུང་ཚོགས་གཙོ། སློབ་གྲྭའི་དགེ་བཤེས་དང་ཨ་ནི་གཞན་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚང་མའི་གྱི་དེ་རིང་གི་ང་ཚོའི་ལས་རིམ་འདི་ལ་མཉམ་ཞུགས་གནང་བ་དེས་ང་ཚོའི་བཙན་པོ་ཚོགས་པའི་རྒྱུན་ལས་ད་ལྟའི་ལས་ཐོག་རྒྱུན་ལས་ཚང་མས་ཀྱི་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡིན་ད་ནང་བཞིན་གྱི་མི་མང་དང་ཨ་ནི་ཚང་མ་དཔེ་མི་སྲིད་ཀྱི་མཉམ་ཞུགས་ཡག་པོ་གནང་སོང་སྙིང་ཐག་པ་ལ་ཐུགས་རྗེ་ཆེ་གནང། དེ་རིང་ང་ཚོའི་ལས་གཞི་འདི་གང་ཡིན་ཟེར་ན་དེ་རིང་གཟའ་ལག་པ་ཕྱག་འདེགས་ཡོད་གཟའ་ལག་པ་འདིའི་བསྐྱངས་སྐུ་རིམ་ཅན་གྱི་སྐུ་ཡི་བླ་ས་ཡིན་པ་སོང་ཙང་ཨ་ནི་ང་ཚོའི་བཙན་མོ་གཉིས་འདི་ཡང་བཙན་མོ་གཉིས་འདི་གི་གཞི་རྟེན་འདི་ཡང་ལྗང་ཁུ་ཡིན་པ་སོང་ཙང་བསྐྱངས་སྐུ་རིམ་ཅན་གྱི་ཁམས་འདི་ལྗང་ཁུ་ཡིན་པ་སོང་ཙང། ང་ཚོས་དེ་རིང་གི་རེས་གཟའ་བརླག་པ་དེ་བཏབ་དུས་ནས་ད་དེ་རིང་བོད་མི་སེར་གྱི་གྲ་སྒྲིག་པོ་དང་མི་མང་དང་དགོང་དྲོའི་དགོང་ཚོགས་ཕེབས་བཞག་དེ་ཚང་མ་ལ་སྙིང་ཐག་པ་ནས་དེ་རིང་གི་ཚིག་གི་ལས་རིམ་འདི་ལ་ཕེབས་པ་དེ་སྙིང་ཐག་པ་ནས་དུས་ཆེན་ནང་ཞུ་བ་ཡིན། ཨང་ད་ང་ཚོས་ད་རྩེད་མོ་ཚོགས་ཕེབས་ཀྱི་ད་ད་ལྟ་ལོ་གསུམ་ནང་ལ་དམིགས་བསལ་བྱེད་ཐུབ་ཡོད་མ་རེད་ད་ད་ང་ཚོས་ཀྱི་རྩེད་མོ་ད་ད་རྩེད་མོ་གསར་གཏོད་ཟེར་ན་མི་འདུག་ད་རྩེད་མོ་གཉིས་ང་ཚོས་ཀྱི་ད་ད་ལྟའི་ཆར་ལ་བཟོ་ཐུབ་པ་བྱུང་ཡོད།

བེད་སྤྱོད་ཡག་པོ་བཏང། ཏང་ཀྲུང་དང་ཞི་བའི་མཐའ་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་རིས་མེད་ཀྱི་སྐྱེས་ཆེན་དམ་པ་རྣམས་ཁོང་མཛད་འཕྲིན་རྒྱས་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྲུབ་ཀྱིས་འགྲུབ་པ་དང་བོད་དོན་བདེན་མཐའ་མི་འདུལ་གསལ་བའི་བཀྲ་ཤིས་སྨོན་འདུན་ཞུ་བའི་ཡིད་ཚིམ་པ་ཕལ་ཆེར་ལ།